ཁ་ནས་སྐྱ་རིམ་རིན་པོ་ཆེ་སྐྱ་རིམ་རིན་པོ་ཆེ་ནས་དེ་ཚོ་ཕྱོགས་ལྷུང་གཉིས་ལ་སྦྲེལ་ཆེ། ཤོག་ཁ་གཉིས་ལ་སྦྲེལ་ནས། དངོས་གནས་བྱས་ན་ད་རིང་གི་གནད་དོན་འདི། ཤོག་ཁ་དང་ལུང་ཚན་གྱི་གནད་དོན་བརྒྱུད་ནས་མ་རེད། ད་རིང་གི་གནད་དོན་འདི། སྐྱ་རིམ་རིན་པོ་ཆེ་སྲུང་སྐྱོབ་བྱེད་དང་མ་བྱེད། བོད་གཞུང་བཙན་བྱོལ་གཞུང་དེ་སྲུང་སྐྱོབ་བྱེད་དང་མ་བྱེད་ག་ལ་གི་གནས་ཚུལ་ཆགས་བསྡད་ཀྱི་ཡོད་རེད། གཞན་པ་འབྲེལ་བ་ཁེལ་ཡོད་མ་རེད། ཡིན་ན་ཡང་ད། མི་ཁ་ཤས་ཅིག་གིས་ད་རིང་གི་གནས་སྟངས་འདི། དེ་ནི། ལུང་ཚན་གཅིག་གི་གནས་སྟངས་དང་ཤོག་ཁག་གཅིག་གི་གནས་སྟངས་སོགས་ནི། དེ་ནི་འདོད་རྩོད་སྤྱི་འཐུས་བཅུ་དང། ཆོས་ལུགས་སྤྱི་འཐུས་བཅུ། ད་ལྟའི་ཁར་དབུས་གཙང་སྤྱི་འཐུས་གཉིས་བརྒྱབ་ནས་མི་ཉིས་ཀྱི་རྩ་གཉིས་དེ། དེ་ནི་ཆོས་ལུགས་དང་བདེན་གཙུག་གི་སྤྱི་འཐུས་དེ་འདོད་རྩོད་ཀྱི་སྟེང་ཤུགས་རྐྱེན་འགའ་ལ་འགྲོ་གི་འདུག་ཟེར་ནས་ཁ་ཚ་ཁེལ་ནས་ངེད་ཅག་སྐད་ཆ་གཅིག་བཤད་པ་རེད། གནས་སྟངས་འདི་ག་ནས་ཆགས་ཆོས་ལུགས་ཀྱི་ད་གནས་ཚུལ་དེ་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་སྐད་ཆ་འདི་ཁོང་ཚོ་ཤོག་ཁག་ག་ལ་བཟོ་བ་རེད་དེ་ཚོ་དྲན་དེ་ཡག་པོ་མ་རེད་ཞུ་ཡ་ཡིན། དེ་སྔའི་ངས་སྐད་ཆ་བཤད་དེ་ངས་སྐད་ཆ་ག་རེ་བཤད་བ་དེ་ཡང་ང་ལུང་ཚན་དང་ཤོག་ཁག་སྐད་ཆ་བཤད་ཀྱི་མེད་ཟེར་ཡིན་ན་ཁྱོད་རང་ཚོ་གང་བཤད་བ་དེ་ཁྱོད་རང་ཚོ་ལ་ངོ་སྤྲོད་བྱེད་ཀྱི་ཡིན་འོ་འོ་འདི་བཤད་བ་འདི་བཤད་ཀྱི་ཡོད་ངས་ག་དེ་ན་འདི་ཇི་ལྟའི་ཐག་རིང་དེ་ལ་ཡང། དེ་ནས་ལུང་ཚན་གྱི་སྐད་ཆ་ཟོ་ཡ་དེ་ཚོ་ཡག་པོ་མ་རེད། ཨོ། དེ་ཚོ་དཔལ་ཐེན་ཅེ་ཆེན་པོ་བཟོ་གི་འདུག། དེ་ནས་རྩོད་པ་འདི་ད་རིང་གི་གནས་སྟངས་འདི་ལ་ཡང་དག་དེ་འདྲས་ཀྱི་རྩོད་པ་ཐུག་གི་འདུག་དེ་ནས་འདི་ཕོ་ལ་ཡང་རྩོད་པ་དེ་གེམ་བཟོ་ཡག་གི་ཆེད་དུ་ལ་ཡང་དངོས་གནས་ཀྱི་རྒྱུ་གཞི་དངོས་གནས་དེ་ག་ལ་རྩོད་པ་མ་བྱ་བ་ཆེ། རྒྱུ་གཞི་མེད་པ་དེ་ག་ལ་ཡང་ཀྱིས་དེ་ནས་རྒྱུ་གཞི་གསབ་ཡ་ཅིག་གནས་འདི་ག་ལ་རྩོད་པ་རྒྱག་གི་འདུག་བ། ཟླ་བ་ཚེ་རིང་གི་ཁྲིམས་རྩོད་པ། ཁྲིམས་དཔོན་གསུམ་ལགས་པ་ནི་དམ་བཅའ་ཕུལ་ཙང་རང་ཁྲིམས་དཔོན་རེད་འདོད་འདོད་བཤད་ཀྱི་འདུག་ཨ། དང་པོ་ཁོ་རང་རྩོད་ཁི་དེ་ག་རེ་ཟེར་ན་དེ་རྩོད་ཁི་དེ་སྙེ་མ། བློ་བཟང་སེང་གེ་དང་སྤེན་པ་ཚེ་རིང་གཉིས་རྩོད། སྐྱར། བོད་གཞུང་ཁྲིམས་ཁང་ལ་ཐུག་པའི་སྐབས་སུ་ལ། དངོས་གནས་ཁྱེད་རང་ཁྲིམས་ཀྱི་རྩོད་པ་དེ་ག་རེ་བྱ་གི་ཡོད་རེད་ཟེར་ན། ཁོ་ཡག་ག་འདྲའི་སྐྱོ་བ་ན་བཞིན་མ་སྤི་བ་རེད་ལ་ཡ་དེ་རོ། འདི་ག་ལ། ཁྲིམས་མ་ཐུག་བ་ཆེ། དེ་ནས་འདི་གོ་ལ། བཀའ་ཤག་གི་འགྲེལ་བཤད་ག་ཚད་ཡིན་བརྒྱ་སོང་དེ་ནི་ཁོ་དྲང་པོ་བྱས་མ་སོང་ཟེར་ནས། རྩ་བ་ལ་རྩོད་པ་མ་བྱ་བར་བྱས་ཡན་ལག་ལ་རྩོད་པ་བརྒྱབ་ནས་དེ་ནི། དོན་དག་རྩོད་པ་དེ་ལོ་བཀའ་ཤག་ཤོར་བ་བཟོ་རོགས། ཨོ། འདི་འདྲ་བོ་ད་རིང་རྩོད་པ་ད་རིང་གི་ང་ཚོ་གིས་དེ་ནི་བཅའ་ཁྲིམས་རིན་པོ་ཆེ་སྲུང་སྐྱབས་བྱེད་ཡ་དང་བོད་མིའི་སྒྲིག་འཛུགས་སྲུང་སྐྱབས་བྱེད་ཡ་གི་རྩོད་པ་དེ་ཡང་འདི་མ་ཁེལ་བ་བྱས་དོན་དག་དངོས་གནས་ནོར་འཁྲུལ་བྱེད་ས་སུ་ནོར་འཁྲུལ་བྱས་འདུག་འདི་མ་ལྟ་བ་བྱས་ད་ཀིས་དེ་ནི་ཡང

ཁྲིམས་དཔོན་རྣམ་པ་གསུམ་གྱིས་འདིས་རྩ་ཁྲིམས་དེ་བཟོ་བའི་སྐབས་སོར་ཉིས་སྟོང་བཅུ་དགུ་ལ་བཟོ་འདུག་བ། འདིས་བཟོ་བའི་གནས་སྐབས་སོར་ལ་ཡང་བཟོ་ཚར་བས་ཀྱང་ནི་སྤྱི་འཐུས་གྲོས་ཚོགས་ནང་ལ་ཡང་འདི་པཱ་སི་བྱེད་ཐབས་མི་འདུག་པཱ་སི་བྱེད་མི་འདུག་བ། སྤྱི་འཐུས་གྲོས་ཚོགས་ནང་ལ་ཡང་འདི། འགྲོ་ཐུབ་གཏན་ཁོ་ན་མི་འདུག་བ་ཁོ་རང་སོགས་ཐག་གཅོད་བྱེད་ཁོ་རང་སོགས་ཀྱི་ཁྲིམས་བཏང་ཡག་ཆོག་རེད་འདུག་བ། དེ་འདྲའི་ཁྲིམས་ཀྱི་ག་བ་བཟོ་ཆོག་གི་རེད་བ། ནོར་ངན་དངོས་གནས་སུ་གི་ནོར་བ་ཟེར་ན་ཁྲིམས་དཔོན་གསུམ་གྱི་ནོར་བ་རེད་བ། ཁྲིམས་དཔོན་གསུམ་གྱི་ནོར་བ་རེད་བ། ནོར་འཁྲུལ་དང་པོ་འདི་ནི་རེད།

གྲོས་ཚོགས་ཀྱིས་སྤྱི་འཐུས་ཚོགས་གཙོ་དང་ཚོགས་གཞོན་གཉིས་ཀྱི་ཡག་སྐད་ཆ་བཤད་ཆེད་ཡ་བསྐྱར་ནས་ཁྲིམས་དཔེ་ལ་བསྐྱར་ཆེད་མང་པོ་བྱས་འདུག་བ། འོ་འདིའི་སྐབས་སུ་ལ་ཡང་ཁྲིམས་དཔེ་རྣམ་པ་གསན་མི་འདུག་བ། ཉན་མི་འདུག་བ་སྐད་ཆ་ཡི་གེ་མང་པོ་དར་ཟླ་བ་གཅིག་གཅིག་ཕ་གཅིག་གཉིས་སུ་ལགས་ཞེས་ཁོང་ཚོ་ཡ་མ་ཡིག་ཡིག་ཐོག་གི་ཐོག་ནས་སྐད་ཆ་བཤད་ཡ་དང་འདི་མི་བརྩི་བའི་ཚོགས་གཙོ་ཡ་བསྐྱར་འདི་ཡ་བསྐྱར་ཡ་ལ་ཆུ་ལེ་ཆད་ཁ་ཟེར་ནས་མའི་མགོ་རྩ་ལ་བཀག་བྱས། དེ་འདྲའི་ལུགས་སྲོལ་ག་བ་རེད་སྤྱི་འཐུས་ཚོགས་གཙོ་ལས་འདི་བཀག་ཟེར་གྱི་འདུག།

འདིར་ད་མི་མང་མགོ་སྐོར་ཡོད་ཡ་ཡོད་མ་རེད་ཅི་ལ་སྐད་ཆ་འདྲ་མ་རེད་བཤད་མཁས་པ་འདྲ་མ་རེད་བཤད་དུས་མ་འདང་ལ་དོན་ནི་བཤད་བསྡད་ར་ཡི་དེ་ང་ཚོ་བོད་གཞུང་གི་རྩ་ཁྲིམས་ལྡི་ལི་ནོག་དེ་བར་ཚང་མ་ད་འདི་བོད་གཞུང་གཙོ་བྲག་གི་ཆ་ཤས་རེད་ད་མ་རེད་ད་མི་མང་ཚོ་བསམ་བློ་བཏང་ཡ་རེད་ཕྱོགས་ལྷུང་གི་བསམ་བློ་དང་མ་བཏང་ང་ཚོ་བོད་གཞུང་གི་རྩ་ཁྲིམས་གནས་དགོས་ཡ་དང་བོད་གཞུང་གི་དེ་ནི་བོད་གཞུང་ནས་གནས་དགོས་ཡ་གི་བསམ་བློ་བ་ཐུག་བསྡད་ཡོད་ར་ང་ཚོ་ཚང་མ་འདི་མི་མང་ལ་འགན་ཡོད་ད་མི་མང་ལ་འགན་ཟམ་གདོང་བླ་མ་ཟམ་གདོང་བླ་མ་ཉི་མ་ཚོ་འོ་ཞོ་མ་བླུག་ངོས་ནས་ཉི་མ་གསུམ་ལ་དོན་བྱས་ཟམ་གདོང་བླ་མ་གི་དེ་ནི་གར་སོ་བའི་དབང་ཚད་དེ།

འོ་འདི་འདྲའི་ཆེད་དུ་ད་འདི་ཁྲིམས་དུ་བསློགས་བསྡད་པ་ད་རེས་ཁྲིམས་དུ་བཤད་མཁན་ཡང་ཟླ་བ་ཚེ་རིང་ཁྲིམས་དུ་ཟླ་བ་ཚེ་རིང་སྐད་ཆ་ཆུང་ཆུང་རུ་མ་བཞག་ཁོ་ད་ཁོ་གི་བར་མིག་གི་ཚོགས་འདུ་ཡིན་རེད་མི། སྐད་ཆ་དང་ཕ་ཡིན་དང་པོ་མགོ་དེ་ནས་སྔོན་ནས་ཡག་པོ་ཟོ་དགོས་བར་འདི་མ་བྱས་པའི་རྐྱེན་ལ་བརྟེན་ནས་ད་རེས་ང་རང་སོགས་ཀྱི་དེ་ནི་བོད་གཞུང་གི་རྩ་ཁྲིམས་དང་ཚང་མ་ནོར་འགྲོ་བའི་ནོར་འཁྲུལ་ཆ་ཚང་བྱས་ས་དེ་ནོར་འཁྲུལ་ཆེ་ལྡེ་ངན་འདི་ཟམ་གདོང་རིན་པོ་ཆེ་དང་བཅས། ཁྲིམས་མེད་གསུང་མཁན་གྱི་ཆགས་བསྡད་ཡོད་རེད། འདི་ནས་བཟུང་ད་ལྟའི་སྐོར་བཤད་མ་ཟླ་བ་རྩེ་རིང་ག་འདྲ་ཞིག་ནས་བར་མིག་གི་ཚོགས་འདུ་ཆགས་བར་མིག་གི་ཚོགས་གཙོ་ཆགས་ཀྱི་རེད། ཆགས་ཡག་གི་དོན་དག་ཁོ་ན་ཡོད་མ་རེད་རྒྱུ་མཚན་ཁོ་ན་ག་སོང་ཁྲིམས་མེད་གསུང་བར་ངོ་མ་མེད་དུ་ཁོ་ག་འདྲ་ཁྱོད་ཀྱི་དམ་བཅའ་ཕུལ་ས་དེ་ཁྲིམས་མེད་གསུང་བར་ཕུལ་ཏོ། ཁྲིམས་མེད་གསུང་ཁོ་ན་མ་མིན་ཡིན་ཏེ་ང་ཚོ་ག་འདྲ་ཞིག་ནས་ཁོ་ལ་ངོ་ལེན་བྱེད་པ་རེད་ངོ་ལེན་བྱེད་ཐུབ་མ་ར་སུས་ན་ག་འདྲ་ཞིག་རེད། དེ་སྤྱི་འཐུས་རྣམ་པ་ཡིན་ན་སྤྱི་འཐུས་རྣམ་པ་ཡིན་ན་སྤྱི་འཐུས་རྣམ་པ་ཚང་མ་བཅུ་བཅུ་བཞི་བཞི་ཞེ་ལྔ་བཅོལ།

དེར་ཆུང་ཚེ་གཉིས་ཕྱིན་ནས་སྐད་ཆ་བཤད་འདུག་གདའ། ད་ཁྱོ་ག་སྐད་ཆ་བཟོ་གི་འདུག་ཁྱོ་ག་ཁྱོ་ག་སྐད་ཆ་བཟོ་ན་ཡག་པོ་མ་རེད། ད་རེས་བོད་གཞུང་འདི་རྩ་མེད་ཅིག་འགྲོ་ན་བོད་གཞུང་འདི་ཅིག་འཐོར་ན། བཅའ་ཁྲིམས་རིན་པོ་ཆེ་བརྩི་མེད་ཆགས་སོང་ན། ནོར་འཁྲུལ་དེ་ཚང་མ་འགན་དེ་ཆུ་ཚོགས་ཁྱེད་སྒོར་གདའ་སོང་མ་འོངས་པར་བོད་ཀྱི་རྩ་ཁྲིམས། ཆུ་ཚོགས་ཀྱི་མིག་གི་བསམ་བློ་ནང་ལ་ཡང་ག་དུས་ན་བོད་གཞུང་གི། བོད་ཀྱི་མ་འོངས་པ་གི་འཐབ་རྩོད་མ་འོངས་པ་གི་དེ་ནས་རྩོད་ལེན་མ་འོངས་པ་གི་མདུན་ལམ་འདི་ཐོག་ལ་བསམ་བློ་གཏང་གི་མི་འདུག་སུ་གཅིག

ངས་ག་དུས་ནས་སྙན་མ་ཞུས་མ་རྒྱ་རིན་པོ་ཆེ་བཙུན་མོ་བཙལ་ཡ་བྱས་ཡོད་མ་རེད། སྐྱབས་མགོན་རིན་པོ་ཆེ་དང་པད་མ་སྲིན་རྩ་ཆེན་པོ་རེད། བརྩི་འགོ་བྱེད་རྒྱུ་ཡོད་མ་རེད། དེ་ཚོ་ལ་ཡང་མགོ་བོ་གཏང་རྒྱུ་ཡོད་མ་རེད། དེ་ཚོ་རྒྱ་རིན་པོ་ཆེ། རྒྱ་རིན་པོ་ཆེ་བརྩི་བཀུར་བྱེད་ནས་རྒྱ་རིན་པོ་ཆེ་ལ་གུས་ཞབས་བྱེད་ནས་རྒྱ་རིན་པོ་ཆེ་གི་ཕུགས་རྒྱང་རིང་པོ་གི་བསམ་བློ་དེ་ལ་ཡང་བརྩི་བཀུར་བྱེད་ནས་ང་ཚོས་མུས་མཐུད་ནས་ཡང་སྤྱི་འཐུས་རྣམ་པ་གི་འདི་ལ་ལག་ལེན་བསྟར་བྱེད་འགྲོ་དགོས་ཀྱི་ཡོད་རེད་མ་དེ། རྒྱ་རིན་པོ་ཆེ་གི་གསུངས་བཞག་པའི་དམངས་གཙོ་གནང་བཞག་པའི་དམངས་གཙོ་ཡང་དག་པ་འདི་རྩ་མེད་བཏང་སོང་བ་ཚང་མ་རེད། དེ་ནས་རྒྱ་རིན་པོ་ཆེ་བཀའ་སློབ་གནང་སྐབས་དཔེ་གསལ་བོ་ཧ་གོ་དགོས་འདུག་བ།

འདི་ཁྱོད་ཚོ་བསམ་བློ་བཏང་དགོས་རེད་ཟེར་ད་བོད་ཁྱོད་ཚོ་བདག་པོ་རྒྱབ་དགོས་རེད་ཟེར་བོད་གཞུང་གནས་དགོས་རེད་གལ་སྲིད་འཛམ་གླིང་ང་ཚོ་བོད་བདེན་མཐའ་མ་གསལ་བར་དུ་བོད་གཞུང་དུ་གནས་དགོས་ཀྱི་ཡོད་རེད་བཙན་བྱོལ་གཞུང་དུ་གནས་དགོས་ཀྱི་ཡོད་རེད་འདི་གནས་ཡ་ཞེས་པ་ལ་ད་ལྟ་བཟོ་བཞག་པའི་ཁྲིམས་འདི་རྒྱ་གར་འབོད་ཀྱི་དབུ་བཞུགས་ཐོག་ནས་བཟོ་བཞག་པའི་ཁྲིམས་གཅིག་རེད་ཁྲིམས་འདི་བརྩི་སྲུང་བྱེད་དགོས་པ་རེད་ཁྲིམས་འདི་ཕུགས་ནས་ནོར་བསྡད་ཡོད་རེད་དང་པོ་ནོར་ཚང་མགོ་ནས་འཁྱེར་དགོས་རེད་ངས་འདི་བཤད་ཀྱི་ཡོད་ད་ལོ་འདི་འདི་བྱེད་མ་སོང་ན་ང་ཚོ་བོད་གཞུང་ག་དེང་ནས་བྱམས་པོ་བྱ་གི་མ་རེད་ཡག་པོ་བྱ་གི་མ་རེད་མ་བྱ་ན་ནག་ཉེས་འདི

ང་ཚོ་ག་རེ་རྩོད་རྒྱུ་ཡོད་རེད་ཁྱེད་ཡོམ་གྱིས་རྩོད་རྒྱུ་མེད་བ། ང་ཚོ་བདག་པོ་ག་རེ་རྒྱག་དགོས་རེད་བོད་གཞུང་དེ་བདག་པོ་རྒྱག་དགོས་རེད་ལྕགས་རི་རིན་པོ་ཆེ་བདག་པོ་རྒྱག་དགོས་རེད་བོད་མ་འོངས་པོ་གི་འཐབ་རྩོད་དེ་བདག་པོ་རྒྱག་དགོས་རེད་འདི་དེ་ཚོ་རྒྱ་བལ་ལ་བསམ་བློ་རྒྱུ་ནི་མི་འདུག་བ། བོད་གཞུང་དང་དེ་གར་སོ་བོད་མི་མང་གི་དེ་མ་འོངས་པ་གི་འཐབ་རྩོད་དང་བོད་བཙན་བྱོལ་བོད་མི་གནས་ཡ་དང་འདི་ནང་བཞིན་གི་འདི་འཐབ་རྩོད་རྒྱ་ཡ་བསམ་བློ་དེ་ཁྱོད་ཚོ་ལ་མེད་ན་ག་རེ་ཆུ་ཐོག་བྱེད་དགོས་ཆུ་ཐོག་ཆུ་ཐོག་ག་རེ་རག་ཡོད་རེད་ད། དེ་མ་དེ་རྒྱག་སྤེལ་མཁན་ཟ་འོག་རེད་ཆུ་ཐོག།

སྐད་ཆ་གང་བྱུང་ཁོང་གིས་བཤད་ཡོད་མ་རེད། ཁྱོད་སྲིད་སྐྱོང་ཁུར་ཚར་ན་ཡང། ག་ཚོད་ཁུར་ཚར་ན་ཡང་དེ་ནི་སྐད་ཆ་གང་བྱུང་མ་བཤད་ཆོག་ལ་ཨོང་ཆ་བསྟད་ཡོད་མ་རེད། སྐད་ཆ་ག་རེ་བཤད་དགོས་ན་བོད་གཞུང་གི་རྩ་དོན་འདི་གཞི་ལ་བཞག་ནས་སྐད་ཆ་བཤད་དགོས་ཀྱི་རུ་མ་དེ་བོད་གཞུང་གི་མ་འོངས་པོ་མདུན་ལམ་རྒྱག་རུང་པོ་ཆེ་ཡང་ཚུལ་ཚང་མ་བསམ་བློ། མ་འོངས་ཕུགས་རྒྱང་གི་བསམ་བློ་བཏང་ནས་བཤད་དགོས་ཀྱི་རུ་མ་དེ་གང་བྱུང་མ་བྱུང་ཁ་ནས་དེ་འདྲ་བཤད་ཡོད་མ་རེད། ཁྱོད་རང་མིང་ཆེན་པོ་བཟོ་དང་མ་བཟོ་སྐད་ཆ་བསམ་བློ་མ་རེད། འདི་སྐད་ཆ་དེ་ང་ཚོ་བོད་གཞུང་གནས་སྟངས་མེད་ན་འགའ་ཐུག་བསྡད་ཡོད་རེད།